སྐྱབས་རྗེའི་བཀྲག་དཀར་རིན་པོ་ཆེ་བློ་བཟང་ཆོས་ཀྱི་ཉི་མ་མཆོག་གི་ཞལ་ནས། དང་དུས་སྨན་གྱི་གསོ་བར་མི་གནས་པའི། ཚེ་སྲོག་འཕྲོག་པའི་མགོ་ནད་དུག་གི་རིགས། འདོད་གསོལ་མ་རིག་དབང་དུ་མི་འགྲོ་བར། འཛེམ་པའི་བྱ་བར་ནམ་ཡང་ལྷོད་མེད་མཛོད། ཅེས་གནས་མཆོག་བྲག་དཀར་སྤྲེལ་རྫོང་དགོན་ཆེན་གྱི་བྲག་དཀར་སྤྲེལ་མང་བས་བྲིས། མང་མང་གི་འཕྲོད་བསྟེན་ལ་མཉམ་འཇོག་བྱས་པ་དེ་ཤིན་ཏུ་བཟང། སྤྱིར་ན་བ་ཀུ། དེ་རང་ནང་ཀ། ཚན་རིག་ལྟ་བའི་དབང་གིས་ཚན་རིག་གི་སྨན་ལ་སོགས་པ་ལྟ་བའི་དབང་གིས། སུས་ཟ་མ་ལ་སོགས་པ་སྣ་ཚོགས་བསྟེན་ནས། རྒྱལ་ཁབ་ནང་གི་མིའི་ཚེ་ཚད་ཇེ་རིང་བ་སོང་ནུས་དེ་མངོན་སུམ་རེད། དེས་ན། འདི་འཕྲོད་བསྟེན་བྱེད་དགོས་ན། གཅིག་ནས་ད་ང་རང་ཚོ་བོད་ལ་གསོ་རིག་སྨན་གྱི་རིག་གནས་དར་ཡོད་གི། དེ་དེའི་ནང་གི་འོག་གི་འཕྲོད་བསྟེན་གྱི་རིགས། གྱི་ཐབས། དམན་ལ་སོགས་པ་དུ་སྟེ་རྒྱུ། དེ་གཙོ་བོ་རེད། དེ་ལྟ་སྔ་བ་གི་རིག་གནས་འདི་གང་ཡང་ཁུ་ཁ། གཞན་གྱི་རིག་གནས་ཀྱི་ལག་ཆ་ལས་མཁོ་བསྣུར་སྟབས་ཀྱི། རྒྱ་ནག་གི་སྨན། རྒྱ་གསེར་གྱི་སྨན་ལ་སོགས་པ། དུ་མང་བོ་སྤྱོད་རྒྱུ།

དེ་དག་ན་མ་བ་ཞག་བཀུག། དེ་ན་ཁྲོ་གུ་གཅིག། ས་མ་ག་དང་མཉམ་པར་འཇོག་གོ། དེ་རང་ན་ཀ། རྒྱ་མཁར་ན་ང་སོང་ན་བ་གུ་ས་མ་ན་རྣམ་པ་སྣ་ཚོགས་ནོ་དེ་ནང་ན་དུག་སྲིན་མང་གི། ད་གྲ་བ་ད་དེ།

དུ་བཀའ་ཆེ་གི་གཙང་སྤྲ་བྱེད་རྒྱུ་བཀའ་ཆེ་གི་སྲས་ས་མ་ལ་སོགས་པ་གོ་འཇི་ལ་སོགས་པ་འདུག་གནས་ལ་སོགས་པ་དུ་དང་མ་བ་གི་དེ་གཙང་སྤྲ་བྱེད་རྒྱུ་དེ་ས་ཆ་ལ་ན་ན་དར་མེད་གི་དུ་གོམས་གཤིས་ངན་པ་རེད་དེ་ཡིན་འདའ་མི་འདའ། ཁྲུས་བྱེད་རྒྱུ། ཟ་མ་ལ་སོགས་པ་གཙང་སྤྲ་བྱེད་རྒྱུ། དཀོན་རྒྱལ་གནས་ཁང་ལ་སོགས་པ་བྱ་དག་གཙང་མ་བྱེད་རྒྱུ་དེ་ཤིན་ཏུ་དཀའ་ཆེ་གི། ཨ་ལགས་གུང་ཐང་བཟང་གི་ལ་དེ་གསུངས་ནི་རེད། བ་ནི་གི་ཉམས་པར་མི་འཇོག་གི་དེ་ལྟ་མི་ཧྲག་གི་ཚིག་གི་གོམས་གཤིས་ངན་པ་རེད། དེས་ན། དམ་བཅའ་པོ་གི་འདིའི་གཤོག་པ་མཉམ་པར་འཇོག་གོ། དེའི་སྟེང་ན། གྲྭ་བ་གི་སྟེང་ན་དེ་རང་ནང་ཀ་ཉམས་མྱོང་མང་བ་ངོ་སྤྲོད་ཡོད་དགོས་ནུ་དེ་མཉམ་པར་འཇོག་གོ། དེའི་ནང་ན། སྲིད་ས་མ་ལ་སོགས་པ་དེ་ཨ་ཛ་འོད་འཕྲོ་ན་སྟེང་ན་བབ་ཀྱི་ཧོང་བོ་ཕན་ནུ། ཚིག་ལ་ཕན་ནུ། དུ་མོ་དེ་ཉམས་མྱོང་མང་བ་ངོ་སྤྲོད་བྱས་ཡོད་གི། དེ་གྲྭ་བ་ཡོད་ཚ་ཟིག་གི། དུ་མོ་དེའི་སྟེང་ལྟ་སྤྱོད་ག་ཆེ་གི། དེ་རང་དང་ཀ་འོག་གི་ས་ཆ་ན་ལ་འོག་གི་ཚན་རིག་ལ་སོགས་པ་བལྟར་ཡོད་ནི་རེད། རྒྱ་སེར་གི་སྨན་པ་ལ་སྨན་ཁང་ལ་ཡོད་ནི་རེད། དེ་འདུག་གི། གཅིག་ནས་འོ་བཟོ་འོག་གི་ལྟ་ཚུལ་དུ་འགྱུར་དགོས། དེ་མིན་ན་འོག་གི་ནི་ལ་རྣམ་པ་སྣ་ཚོགས་ཡོད་ནི་རེད། ན་རིག་ཡིག་བརྒྱ་རྩ་བཞི་ཟིན་ནི་རེད་དེ་ཡང་རྣམ་པ་སྣ་ཚོགས་ཡོད་ནི་རེད། ལ་ལ་གདོན་གྱི་ནི་ལ་ལ་ལུས་ཀྱི་ནི་དུམ་བུ་དེ་སྐུ། སྐུ་རིམ་ལ་སོགས་པ་བསྒྲུབས་ན་ཕན་པ་ཡོད་ནི་རེད། རྡོ་རྗེ་ལ་སོགས་གསང་སྔགས་ལ་སོགས་པ་དག་གི་ཐབས་ཡོད་ནི་རེད། དེ་ཡིས་མི་ནུས་བ་ཀུན་ད། ལོང་ཁྲིད་བ་གན་གི་བསྐོར་དེ་ཐིག་བ་ཀུན། ཆིག་ཐོག་ནི་ཕན་མི་ཕན། དེ་ཡིན་ད་མི་ད་སྨན་དང་རྫས་ལ་བརྟེན་ནས་བ་ཀུན། བྱེད་ཐབས་ཤིག་དགོས། དེ་ཡིན་དུས་དེ་དེ་རང་ལ་དཀའ་བ་གོ། སྨན་ཁང། གང་ཟག་གང་ན་ལ་སྨན་ཁང་ཡོད་ན་རེད། དེ་དང། ན་ཡོད་ན། དེ། ངའི་གནས་མི་གཅིག་མུ་བསྡད་ན་ངའི་གནས་མི་ལྟ་དགོས་ནི་རེད། ད་བ་དཀོན་ན་རྫི་མོ་གི་སྲུང་བའི་སྟེང་ན། ཧ་ཆེར་མགོ་རིལ་ལྟ་བུ་ནི་རེད། དེ་གི། དེ་རང་ན་དཀའ་གི་ན་ངན་པ་དེ། ལོག་གི། དེ།

གཏན་ནས་གྲགས་ཀྱི་མེད་ནས་ནི་མ་རེད་ད་ཧ་ཁྱི་རི་བ་ཀུ་གྲགས་ཀྱི་མེད་ནས་དུ་མོ་ནི་ངན་པ་རེད། དེ་ལ་བ་ཀུ་ད
ཁུར་བཟང་གི་བ་ཀུ་ཕྱག་དྲུག་འཁོར་ཆེན་གི་སྐུ་བཞེངས་རྒྱུ་ཕྱག་དྲུག་འཁོར་ཆེན་གི་སྙིང་བོ་ཧ་ནས་བཟླ་རྒྱུ་དེ་ཀ་ཆེ་གི་ཟི་ལིས་གསུངས་བས་ངི་ཆོས་ས་ཆ་སོགས་དང་མ་འདྲེས་ཨེ་དྲིན་མང་ནི་རེད་ད་ད་དེ་རང་ན་ཀ་ཇི་མྱོང་བ་སོང་གི། ད་ར་ད་ར་མེད་གི། ད་གི་ད་ངས་ཆུ་བོ་དེ་མྱང་གི་བྱ་བ་ལ། ཨ་ལགས་གོང་ཐང་གི་བ་གུ་ཐུག་གོ་ད་ར་བ་གུ། ཤག་དོར་འཁོར་ཆེན་གི་རྐུ་མོ་བ་བཞང། ད་གི་ད་ཚོགས་གི་དམག་དམངས་བ་གུ་དེ། བློ་བཅོས་མའི་སྒོ་ནས་བུམ་སྒྲུབ་བྱེད་རྒྱུ།

ལོ་ཟླ་དེ་གཅིག་འབྱུང་རྐྱེན་གཙོ་བོ་ཁག་གི་ཆེད་ན་འདི་དཔལ་འབྱོར་མ་རེད། འདིའི་ཁག་གི་དབང་ཆ་མ་རེད། གཙོ་བོ་ཁག་གི་ཆེད་ན་འདི་འདིའི་ཁག་གི་བདེ་ཐང་ཅན་གྱི་ལུས་ཕུང་འདི་དག་ཁག་གི་ཆེད་ན་འདིའི་བདེ་སྐྱིད་འབྱུང་རྐྱེན་གྱི་རྩ་བ་དེ་རེད། དེ་ལྟར་ཁུར་ཁུར་གྱིས་ཕྱིན་ན། བདེ་ཐང་ཅན་གྱི་ལུས་ཕུང་སུ་སྒོ་བཏང་ན་ངེས་པར་དུ་ང་ཚོའི་གནའ་བོའི་ན་ཟུག་གི་འོག་གི་འཕྲོད་བསྟེན་གྱི་ཕྱོགས་སུ་ངེས་པར་དུ་ཁུར་ཕྱིན་ན་དེ་ག་གི་མཐོང་ཆེན་ཡིན་དགོས་གི། འོན་ཀྱང་ང་ཚོ་རང་གི་བོད་མི་རིགས་ལ་མཚོན་གྱིན་ན་འཛི་གི་ཟིན་དེའི་ཕྱོགས་སུ་འོག་གི་མཐོང་ཆེན་ཅན་དུ་གྱུར་གི་ཞེན་གི། ད་དཔེ་བཞག་ན་ཆུ་མོ་ལོ་རུ་ཟེར་ན། ད་ངས་འདི་ར་དེ་རེད་ངེས་ཀྱང་ང་ཁུར་ཁུར་ཕྱིན་ན་འདྲ་བ་རེ་ཡོང་གི་ཡོད་ནི་རེད།

ཨོ་ད་ཧྲེང་ཆོས་ནི་ང་མ་ཟི་ག་ད་བ་ཀུ། ཨོ། ནེ་ཀུ་ཡིན་ན་ཟིར་གྱི་ཡ་བ་མི་ཏི་ཟི་ག་ད་གང་རུ་ཟི་ན། ད་ཀུ་ག་ལ་མ་ཟི་ག་ཏོག་ག་ལི་ཁོ་ཆུ་ཟི་ཡི་གུ་གུ། ཨོ་ད་སྨན་ཁང་ལོ་འཇོག་གུ་ན་ཆུ་ཟི་ཡི་གུ་ད་ད་ད་གཟོད་འགྲིག་གི་ཡོ་ནི་རེད་ད་དེའི་སྐབས་དེ་ཨོར་གི་སྨན་ཁང་ལ་ཆུ་སོང་དུས་རང་གི་རང་གི་ཁུ་སི་ན་ནད་ཆུང་ཆུང་དེ་ཡིན་ན་ད་ནད་དྲུག་གོ་དང་བཞོག་ན་དུ་མོ་དུ་མོ་དེ་གི་ཐོང་གྱོ། དེ་ཡིན་ཚེ་ཀུ་ཡིན་གྱི་ན་རང་བ་ཏོག་བུ་ཚུལ་དྲག་ག་ར་གནང་གི་སི་ཁུ་སི་ན་འགྲོག་པ་ཡིན་གྱི་ན་ད་ནད་བ་ཀུ་སྤྱོར་གུ་གཙང་དྲག་ག་ལ་ཀུ་ཧོང་གི་སེང་གུ།

འབུ་ཕྲ་ར་དུམ་བུ་དེ་ཁུ་ནེག་གི་ཨ་རིག་གི་ན་འབུ་ཕྲ་མང་བོ་དེ་དང་བསྟུན་པའི་ཡང་ཁུ་གི་རྒྱུ་ན་དེ་ཁའི་ཉི་ན་དུ་ནད་གཞི་བྱུང་གི་ཡོད་འདི་རེད་འོ་ད་གལ་ཏེ་ཁ་ཡིག་ཉི་ན་ད་གལ་ཏེ་རིང་གི་བར་གི་ཉི་མ་ཉིན་བཞིན་དུ་གལ་ཏེ་རིང་གི་འདི་གཙང་སྤྲ་གི་སོགས་སུ་རིང་གི་བར་གི་ཚིག་བརླག་རྒྱུ་གྱི་ན་ཕ་ཚོད་ཉི་ན་ཁུ་ནེག་ཁ་ཡིག་ར་འབྱུང་མི་དགོས་ནོ་དེ་ལྟ་བུ་འབྱུང་གི་འོ་གི་དེའི་ཚེ་ནི། འདི་ཡང་གང་འདྲ་ཟེར་ན་ད་ང་ཚོ་རང་གི་ནང་དུ་གཞི་རིམ་གྱི་མང་ཚོགས་འདི་གཉིས་ན་ཚིག་ཡང་རྒྱ་ཡིག་རང་དུ་མོ་འདི་མ་ཤེས་ན་མ་ཤེས་ན་ད་ཚུར་གི་འོག་གི་ཟས་རིགས་ར་དང་པོ་ད་ནང་མ་ནང་ཚོགས་འོ་ད་ཐུ་ཚུར་གི་འོག་གི་འདི་རང་གི་འོག་གི་ལིང་ཕང་ཁྲོད་ན་ཟིན་མི་ཚུར་ནས་ནང་ཡང་ན་ཡིན་ན་ཁུལ་དུ་དུས་ཚོད་དུ་འགོར་འོག་ནས་ནང་མི་ནས་ནང།

འདིའི་འཕྲོད་བསྟེན་གྱི་སྲོག་ཁག་ཤེས་བྱ་རེད། ཤེས་བྱ་རེ་གཉིས་ན་རེ་འགའ་འདི་ཚོའི་གཅིག་གཉིས་བསྡད། འདི་གཉིས་ན་ཁོས་རིགས་གཅིག་མཚན་འབྲེལ་བྱས། དེའི་སྟོང་ཉིད་ན་ཨོ་གང་ཐ་ན་གོ་བ་གི་ནད་མང་བ་མང་ཚ་གི་རིགས་གཉིས་ན་ཁོས་སྲོང་དགོས་དོན་མེད། ཅི་ལྟ་བུ། ཨོ་ད་ཡང། ནད་དུ་མོ་ལ་སྲོང་བཏང་བཏང་ན། ཨོ་ད་དེ་དང་དེ་མིན་གཉིས་ན་ཁོས་རང་གིས་སྐྱོང་གི་རེད། དེའི་ཚེ་གི་ཁྱིམ་ཚང་གིས་སྐྱོང་གི་རེད། དེའི་ཚེ་གི་ཁོའི་ཚེ་ན་ས་གནས་ཀྱིས་སྐྱོང་གི་རེད། ཨོ་གང་ལྟར་ན་དེ་ང་ཚོ་སྲིད་ཏང་སྲིད་ན་བ་ཀི་ཚིག་བདེ་སྐྱིད་ཀི་འཚོ་བ་རོལ་རྒྱུ་མ་གཏོགས་ཨོ་སྲིད་ཏང་སྲིད་ན་རང་གི་བ་ཀི་ཁུ་ཚིག་ན་ནག་པ་ཟིག་གི་ཁྱི་རེད་ཨོ་ནའི་ན་བ་ཀི་རང་གི་ལུས་ཕུང་གི་འདི་སྡིག་ངེས་དེ་སྲིད་མ་ཐོ་དེ་ལ་ཁུ་གི་བ་ཀི་དེ་མགོ་ཁུ་རེད་འདི་འདི་མོ་ཟི་སི་ཟི་གི་ན་ཁུ་ཙ་ན་འདོད་འདོད་མ་རེད་དེ་ད་གི་ད་ཚིག་གང་འདྲས་འདོད་ན་མ་གོ་ང་ཚོས་རང་གི་དེ་ཚིག་འདི་སྤྱིར་གི་བ་ཀི་ཆེ་ཟིག་བསྒྲུབ་ན་དེ་ཡིན་ཚིག་གི་ཁུ་ཚིག་ན་འཇིག་རྟེན་གི་འཚོ་བ་ཡིན་ན་ཆོག་གི་གང་དང་གང་ན་ད་བ་ཀི་དེ་ཡོག་པ་ཟིག་ཡོང་ཆོག་གི་རྒྱུ་རྐྱེན་རྩ་བ་ཏི་ཁོང་ཁྲོ་ཟིན་ད་ལྟ་འདི་གར་གྱི་འཕྲོད་བསྟེན་འཕྲོད་བསྟེན་དང་བསྟན་པའི་ཨ་རིང་གི་ཁུལ་གྱི་ཚུལ་དང་འདི་བདེ་ཐང་ཅན་གྱི་གླིང་ཕུང་ལ་ཡོང་རྒྱུའི་ཕྱོགས་སུ་འོ་ཐམ་ཆུ་སྐོར་ཞིག་གི་འོག་ཏུ་འབད་པ་རེ་གནང་ན་འོ་འགྲིག་གི་ཟེར་གྱི་སྟེང་འོ་བཀའ་དྲིན་ཆེ། བོད་ཀྱི་སྤྱི་ཚོགས་སྟེང་དུ་གནས་པའི་གནད་དོན་དང་དེའི་ཐད་ཀྱི་བསམ་གཞིགས། ཨ་རོལ་བསྟན་འཛིན་དགེ་ལགས་དབང་བོ་རང་རེའི་བོད་ནི་འཛམ་བུ་གླིང་གི་ཉེ་གྲངས་ལས་ཆེས་ཉུང་ཉུང་ཞིག་ཏུ་ཆགས་ཡོད་ཅིང། རིག་གནས་གོམས་སྲོལ་གང་ཅིའི་ཐད་ནས་གྲྭ་འཛོམས་པོ་དང་དག་མོ་གཞན་ལ་ངོམ་དུ་རེ་བའི་མི་རིགས་ཡིན། འདས་པའི་ལོ་རྒྱུས་ནང་འཛམ་གླིང་གི་ཤར་ཕྱོགས་སུ་སྟོབས་འབྱོར་དངོས་ཐང་ཆེས་ཆེ་བའི་གྲས་ཤིག་ཡིན་པ་ཀུན་ལ་གྲགས་ནའང། རིམ་གྱིས་ཕ་སྤྲེའུ་བྱང་ཆུབ་སེམས་དཔའི་རྒྱུད་འདི་འཐེན་འཁྱེར་ཕྱོགས་ལྷུང་གིས་བསྟན་པ་ཕྱི་དར་གྱི་དུས་སུ་སླེབས་དུས། ཐ་ན་རིགས་རྒྱུད་ཀྱང་སོ་སོར་བཀར་ཏེ། ས་སྐྱ་བ་དག་གིས་འོ་སིལ་ལྷ་ཡི་རྒྱུད་དང་བཀའ་རྒྱུད་པ་དག་གིས་གླིང་གི་རྒྱུད་དུ་བཤད་ཅིང། དེའི་སྟེང་ཕྱི་རྒྱུད་གྲུབ་མཐའི་སྲོལ་འབྱེད་པ་པའི་རྗེས་འབྲང་གི་ལྷ་སྡེ་མི་སྡེ་འབངས་ཕལ་ཆེ་བ་ཡིག་རྨོངས་ཤ་སྟག་ཏུ་གྱུར་པའི་གྲུབ་མཐའ་ལ་བརྟེན་ནས་རྩོད་རྙོག་བློ་ཡུལ་ལས་འདས་པ་བྱུང་མྱོང། ད་ལྟ་ཡིན་ནའང་ང་ཚོས་རང་གི་ལོ་རྒྱུས་ཉམས་མྱོང་གིས་འདི་དག་ལ་གཟིབ་དགོས་པ་མ་ཟད། གྲུབ་མཐའ་གཅིག་གི་ནང་དང་འཐེན་འཁྱེར་སྣ་ཚོགས་ཀྱིས་ཆུས་ཆུས་སུ་མི་འགྲོ་བ། བསིལ་བསིལ་དང་ཕན་མི་ཐོགས་པའི་བྱ་བ་རབ་དང་རིམ་པ་སྣ་ཚོགས་བྱུང་དང་འབྱུང་བཞིན་པ་ལ་ཤིན་ཏུ་གཟབ་དགོས་པར་མ་ཟད། འགལ་རྐྱེན་གང་ཡིན་ལ་བློ་གཟུར་ནུས་པ་དག་གིས་མཐའ་གཅིག་ཏུ་དགག་པ་གཏོང་དགོས། འཇིག་རྟེན་པའི་ཕྱོགས་ནས་ཀྱང་ཕུགས་རིང་པོ་ལ་བསམ་བློ་གཏོང་དགོས་པ་མ་ཟད། ངང་ཐུང་དམིགས་རྒྱ་དོགས་པའི་བྱ་བ་གང་ཡིན་རྣམས་ཅི་ནུས་ཀྱིས་འདོར་གྱི་གལ། ང་ཚོས་རང་གི་མི་རིགས་སྐྱོན་ཕྲ་རགས་དེ་དག་གང་ནས་འབྱུང་བཞིན་ཡོད་ཅེས་བསམ་བློ་རེ་བཏང་ཚེ། ཕྱོགས་བསྡུས་ཀྱིས་བརྗོད་ན་འདི་དག་ཡིན་ཏེ། གཅིག་གཞན་སྐྱོན་འཚོལ་བ། འདི་ནི་བོད་མི་རིགས་ཀྱི་ལོ་རྒྱུས་ཀྱིས་བསྐྲུན་པའི་རང་གིས་རང་ལ་འཁང་ར་དང་རང་སྐྱོན་རང་གིས་ངོས་མི་ལེན་པའི་སྡོམ་ལྟ་བུ་ཞིག་གོ། དཔེར་ན་ཁྱིམ་ཚང་གཅིག་ཡིན་ནའང་རང་གི་ཤ་ཁྲག་ལས་ཆད་པའི་བུའི་མནའ་མའི་སྐྱོན་གཞན་མི་མང་པོར་བཤད། མི་གཞན་ཞིག་ལ་གཞན་གྱིས་བསྟོད་ར་འཐེན་ཚེ་དེའི་རྩུབ་ཀྱི་མིའི་སྐྱོན་ཞིག་དྲངས། ཕན་ཚུན་གྱི་གོ་བའི་དེ་འདྲ་ལ་བརྟེན་ནས་རིམ་གྱིས་ནང་མི་འགྲིག་པ་མང་དུ་འབྱུང། གཉིས་ཤོམ། ཤོམ་འདི་མིའི་རང་ཤེས་སུ་གྲུབ་ནའང། བོད་ཀྱི་ཤོམ་ནི་རང་སྣང་གང་སྐྱིད་དང་འཕྲལ་ཕུགས་གང་ལའང་བསམ་བློ་མི་གཏོང་ཞིང་ཐབས་ཤེས་གནས་སྐབས་ཙམ་ལ་བསམ་བློ་འཁོར་བའི་མཇུག་འབྲས་ཤིག་ཇོ་བོ་ཆེན་པོ་འོད་དུ་ཕེབས་ཏེ་བསུ་བའི་སྐབས་ཤོམ་ཆེན་པོ་དང་དུང་ཆེན་འབབ་པས་ཕར་ལོགས་སུ་མི་མ་ཡིན་པ་མང་པོ་ཡོང་གི་འདུག་ད་ལྟ་སློབ་མ་དག་གིས་སློབ་སྦྱོང་ལ་འགྲན་བསྡུར་མི་བྱེད་ཞེས་དཀོན་པ་ལ་འགྲན་བསྡུར་བྱེད་པ་སོགས་ཀྱང་སྤྱི་ཚོགས་སམ་ཁྱིམ་ཚང་གི་ཤུགས་རྐྱེན་ལས་བྱུང་བ་ཤ་སྟག་གོ། གསུམ་སྤྱི་གསུམ་མེད་པ། དགེ་རྒན་ཞིག་ཡིན་ནའང་གར་སྟེགས་དང་གྲུབ་མཐའི་ཕྱོགས་རིས་བསླངས་པའི་བོད་ཀྱི་སྤྱི་ཚོགས་ལ་འཕེལ་རྒྱས་ཀྱི་འགག་རྡོ་རུ་འགྱུར། དགེ་སློབ་ཕན་ཚུན་ལ་ས་ཕྱོགས་ཀྱི་ཕྱོགས་རིས་སྒྲིག་ཁོར་ཡུག་ཆུང་ས་ནས་མཐུན་སྒྲིལ་མི་ཡོང་བའི་མི་རིགས་ཀྱི་རིག་གནས་རྒྱུན་འཛིན་ལ་གནོད། དགོན་སྡེ་ཞིག་ཡིན་ནའང་ཁ་ནས་གཞུང་དོན་བླངས་ཡང་སྒེར་གྱི་དོན་དག་གིས་དགོན་སྡེ་དཀྲུགས། ཆུའི་ཆུ་ཉེན་སྙམ། སེམས་ཀྱི་དད་པ་བོར། དམ་པའི་ལྷ་བྱ་བརྒྱུད། སྐྱ་མིན་སེར་མིན་དུ་གྱུར་པའི་ཁོར་ཡུག་དེའི་སྟོབས་ཤུགས་ཇེ་ཆུང་དུ་བཏང་བ་འདི་དག་ལ་ཤིན་ཏུ་ཅི་ནུས་དང་བབ་ཚོད་ཀྱིས་འཛེམ་དགོས་པའོ། ལྷག་པར་དུ་ད་ལྟའི་དུས་འདིར་ང་ཚོ་ལ་འཕྲད་པའི་དཀའ་ཁག་དང་ཉེན་ཁ་ལ་བསམ་བློ་འཁོར་དགོས། དེ་འདྲའི་གནས་བབ་ཀྱི་ཉེན་ཁ་ལས་བརྒལ་བ་ལ་ཇི་ལྟར་འགྲོ་བ་དང་ཇི་ལྟར་འགྲོ་བའི་ཐབས་ལ་བསམ་བློ་གཏོང་དགོས། དེ་ཡང་གཙོ་བོ་འདི་དག་ལ་གཟབ་དགོས་སྙམ། གཅིག་སྒྱིད་ལུག་གི་བསམ་བློ་འདོར་བ། འབད་པ་མི་བྱེད་པ། བརྩོན་འགྲུས་ནི་དགེ་བ་ལ་སྤྲོ་བ་ཞིག་ཡིན། ཡོན་ཏན་ཐམས་ཅད་བརྩོན་འགྲུས་བརྒྱས་འགྲོ་ཞིང་ཞི་བ་ལས་ཤེས་རབ་ཀྱི་རྒྱས་འགྲོ་བ་ཞིག་གསུངས་མེད། འབད་པ་དེ་དགེ་བ་ཞིག་ཡིན་པས་མི་སུ་ཡིན་ཡང་རང་གི་བསོད་ནམས་ཤིག་རེད། དེ་མ་ཡིན་པར་སློབ་མ་ལ་མཚོན་ན་དགེ་རྒན་གྱི་ཁ་མི་ཉན་ཚིག་མི་རྩི་བ་ཡོད་པས། བཀའ་དྲིན་མའི་རིམ་ནས་ཆེ་ཡོན་ཏན་དབྱེའི་རིམ་ནས་ཆེ་ཞེས་པའི་བསླབ་བྱ་ལ་བསམ་བློ་གཏོང་དགོས། སློབ་མ་ཞིག་ལ་འཚང་དགོས་པའི་ཆ་རྐྱེན་གང་ཡིན་དེ་འདྲ་ལ་བསམ་བློ་གཏོང་དགོས། གཉིས་སྤྱི་སེམས་ཅན་གྱི་བསམ་བློ། རྒན་རྒོན་ཕོ་མོ་སྐྱ་སེར་དབྱེ་བ་མེད་པར་མྱི་སུ་ཞིག་ལ་སྤྱི་སེམས་ཀྱི་བསམ་བློ་ཡོད་ན། དེའི་ངེས་བ་དོན་གྱི་ཕྱིས་ཡིན་ལ། དེའི་ནང་བའི་ཕྱིས་ཀྱི་ཉམས་ལེན་གཙོ་བོ་ཡིན། དེས་སྤྱི་ཚོགས་ལ་ཕན་ཐོགས་ལ། དེས་རང་གི་མཚན་སྙན་གྲགས་ཐོབ་གོ་ས་རྒྱུ་འབྱོར་བ་ཚེའི་བདེ་སྐྱིད་ཡོང་བ་སོགས་གང་ལའང་ཕན་ཐོགས། ད་ལྟ་སྤྱི་ཚོགས་ནང་བྱ་བ་ངན་པ་ཐ་ཤལ་གྱིས་སྤྱོད་ལམ་ཤོད་རྒྱག་པ། སྐྱིད་བཤད་པ། བཟའ་ཚང་གཏོར་བ་སོགས་ནི་སྤྱི་སེམས་དང་ལུས་སེམས་ཀྱི་ཀུན་སྤྱོད་བཟང་བ་མེད་པ་ལས་བྱུང་ལ། སྤྱི་སེམས་ཅན་ཞིག་ཡིན་ན་ནི་དེ་སྒྲུབ་མི་རུང་དེས་སྤྱི་ཚོགས་ལ་གནོད་དེས་མི་སྒེར་ལ་གནོད་དེས་མྱི་གཞན་ལ་ཤན་ཤུགས་དགོས་ཞེས་སེམས་སུ་འཆར་ལ། དེ་མིན་པར་སྒེར་སེམས་ཀྱི་འཚོ་བ་ཤ་སྟག་རོལ་བ་ཞིག་ཡིན་ན་ནི་དེ་ལས་ལྡོག་པའི་འདི་དག་ལ་ཅི་ནུས་ཀྱིས་བསམ་བློ་འཁོར་དགོས། འོ་རེད་ད་དེ་རིང་འདི་གི་འཕྲོད་བསྟེན་དགེ་ཕྱོགས་ཀྱི་འདི་མོའི་ཁ་བརྡ་གི་ཤེས་ཟིན་ན་སྤྱིར་བཏང་བཤད་ཆེ་ན། ད་འཕྲོད་བསྟེན་དགེ་ཕྱོགས་འདི་རང་གིས་མཐོང་སྐད་ཅེ་ན། འདི་རྒྱུས་ལོན་དང་འདི་ཕྱོགས་ཀྱི་ཡོན་ཏན་ཤེས་བྱ་གང་ཡང་མེད་འདི་དུ་མོ་ཡིན་དེའི་རྒྱུ་མཚན་གྱི། ད་ཡིན་ད་མིན་ད་གཟིགས་ནན་ཞིག་ཡིན་ནོ་དེ་ག་གི་ཅིག་དང་ལེན་ན་འདྲ་གི་ཡིན་ནོ་མ་གཏོགས། ངོ་མ་བཤད་སྐད་ཅེ་ན་འདི་ཉན་མཁན་ཚང་མ་ཚིག་གིས་འགན་ཁུར་མ་བླངས་ནོ་གི་རང་གིས་དེ་ལྟ་ཚུལ་དུ་ཡོད་གི། ཡོད་ཀི་ར་ད་ཡང་འདི་ནས་ཡིན་གཅིག་མི་ཉི་ཟིག་དང་ན་ཚིག་ག་གཅིག་གཉིས་བཤད་དགོས་ན་སྤྱིར་བཏང་བཤད་ཀྱི་ན་བོད་མི་རིགས་འདི་ད་ཅིག་གཙང་སྦྲ་ར་འདིས་ཕྱོགས་པ་གཏན་ནས་མི་དགའ་ནས་དང་ཟིག་ཡིན་ནི་མ་རེད། ལྷག་པར་དུ་ཁི་གེ་ཆིབ་ཕྱོགས་གི་ཆ་ནས་བཤད་གལ་ཀྱི་ན་ད་ཁི་གེ་མཆོད་མེ་ཡིན་ན་ར་འདྲ་གི་མཆོད་པ་ཟིག་བཤམ་རྒྱུ་ཡིན་ན་གང་གི་ཆ་ནས་བཤད་ཀྱི་ན་ཐ་ན་ཁ་བསླངས་ཙམ་ཡང་འཇོག་གི་མི་འཇུག་ནས་འདི་མོ་གི་ཁི་གེ་གང་གི་ཆ་ནས་བཤད་ཀྱི་ན་ར་ཞིག་ཧ་ཀྱང་གི་དཀའ་ཡོད་ནས་ནང་རིག་ཨ་ར་ལང་རིག་ནི་ཁུ་གེ་ནང་ར་འདི་ཐམས་ཅད་ཀུ་ཤག་གི་རང་གི་ཁུ་གེ་འདི་མི་གི་ལུགས་སུ་ཡོད་ཀྱི་ངོ་མ་ཡམ་སེམས་པ་ཡོད་ནི་རེད་ཡོད་ནི་རེད་ཀྲ་ར་འདི་ཁུ་གེ་ཡོངས་ཁྱབ་གི་སྟེང་ནས་བཤད་ཀྱི་ན་ཚང་མ་གི་ད་ཆར་ཅི་འདྲ་འཁོར་རིགས་མང་ཨ་ལི་ཀི་གང་གི་ཧ་ཀྱང་གི་དི་མི་གི་ཀ་མིན་ན་ར་ཡིན་ན་ཡང་སེམས་གི་ཆ་ནས་ད་ཅིག་གཙང་བཙོག་གི་ཁྱད་པར་འདི་ཧ་ཀྱང་གི་དོར་སྣང་བྱེད་ནས་དི་མི་ཟིག་རེད་ཡིན་ན་ད་དེང་སྐབས་ཀྱི་ཁྱད་པར་དག་གི་གི་ཟས་རིགས་ཀྱི་ཆ་ནས་བཤད་གལ་ཆེ་ན་གི་ཆོ་གི་ད་འདི་གི་ད་ནད་འདི་འབྱུང་རྐྱེན་མང་ཞིག་ཡོད་གི་ཁྱད་པར་དུ་འཕྲོད་བསྟེན་ལ་བརྟེན་ནས་ཡོང་དགོས་ནི་ད་མང་ཆེ་ཤོས་ནད་མང་ཆེ་ཤོས་འཕྲོད་བསྟེན་ལ་བརྟེན་ནས་ཡོང་དགོས་གི་དེ་དང་ན་ད་གི་ཆོ་བོད་མི་རིགས་ད་འོ་མཚུངས་གལ་ཆེ་ན་ད་ཅིག་ལོག་པ་བྱེད་རྒྱུ་སེལ་རྒྱུ་མེད་གི་ད་འདི་མོ་གི་ཟ་མ་མ་ཟོས་སྔ་རོལ་དུ་དུ་མོ་དག་གི་གི་གི་འདུ་ཤེས་ད་ཧ་ཅང་གི་ཚིག་ཟིག་སྤྱིར་བཏང་བཤད་ཀྱིན་ན་ཅིག་མྱོང་ནས་ད་དུ་མོ་ཟིག་དེའི་རྒྱུན་དུ་ཁུ་གེ་སྤྱི་རྒྱུག་གི་ཕྱོགས་དུ་ནས་ཟིག་ཡོད་དུ་མྱོང་ནས་དུ་མོ་ཟིག་རེད་དེའི་རྒྱུ་མཚན་གི་ད་ད་འདིའི་ཁུ་གེ་ཡང་ནད་མང་ང་བྱུང་གི་ཡོད་ནི་རེད་ད་ཁྱད་པར་དུ་ད་དང་ཁུ་བུག་ཆུ་བུག་གི་ད་ཅིག་རང་གི་འཕྲོད་བསྟེན་དུ་མ་ཡིན་པར་ད་སྤྱིར་བཏང་གི་རང་གི་ལུས་གི་འཕྲོད་བསྟེན་དེ་ལ་ཉམས་པར་འཇོག་རྒྱུ་གི་འདུ་ཤེས་དེའང་ཤེས་གི་ཅིག་མྱོང་དགོས་དཔེར་ན་ཟ་མ་ཟིག་གི་ཆ་ནས་བཤད་ཀྱིན་ན་དང་ཁུ་བུག་ཆུ་བུག་གི་ད་བཤོལ་ཟིག་མང་ང་བཞུགས་ཡོད་ནི་རེད་འདིའི་ཆ་ནས་བཤད་གལ་ཀྱིན་ན་ད་ཧ་ཅང་གི་ཉེན་ཁ་ཆེན་པོ་རེད་དཔལ་འབྱོར་སྐད་ཅིག་ན་ཞི་བ་གི་ས་རྒྱུ་གི་ད་གཅིག་གི་ཁ་ཚ་ཅན་ན་འདྲ་ད་འདི་མུག་གི་སྣ་སྐམ་མི་ང་ཟིག་ཞི་བ་གང་གི་ན་འདི་ཡི་ཁུག་གི་ལྟེ་ནས་ཆེ་རིགས་སོང་གི་ད་ད་གཅིག་གི་སྤྱི་ཚོགས་གི་ཚོང་ར་ནང་ན་འདྲ་མི་འདྲ་འབུ་གུའི་འོད་ནི་ཁྱད་པར་དུ་གུག་གི་རྫི་མ་འདི་མོ་མི་ང་ཁྱེར་ཡོང་སོང་གི་ད་ཞི་བ་ཐམས་ཅད་ཁུག་ཅིག་ཁ་ཅིག་ཞིམ་བཏང་ན་རང་སྐད་ཅིག་འཁམ་སོང་ན་འདིའི་བདེ་ཐང་ར་འདི་མོ་དེ་འདང་རྒྱག་མི་ཤེས་ནི་རེད་དེ་བཞིན་དུ་དུ་གཉོར་སྐྱོང་བྱེད་མཁན་གི་ཧ་མ་དང་དུ་གི་ད་གམ་འདི་མོ་གི་གུག་གི་ཨ་ཡིག་ཨམ་ཡིག་ལ་སོགས་པ་སུ་དང་སུ་ཡིན་ན་ར་འདས་གཅིག་སྐྱིད་ན་འདྲ་ཚ་བོ་མ་ཤི་ཡ་ཁིར་གི་ཆི་གཟིག་ས་བསམ་ན་སྟེར་གི་ད་བོ་ནོ་འདི་དག་གི་ཆུ་བོད་མི་རིགས་ཀི་ད་འཕྲོ་བསྟེན་གི་ཆ་ནས་བཤད་ཅིན་ཧ་ཅང་གི་ད་གཅིག་ཚབ་ཆེན་གི་འདི་མོ་གཟིག་རེད་བསམ་གི་ཡོ་འདས་བསྟེན་ནི་ཆེ་སོང་གི་དང་སྐབས་མཚུངས་གལ་ཆེ་ན་སི་རིགས་རྣམ་པ་སྣ་ཚོགས་འདས་བསྟེན་ནི་ཆེ་རི་སོང་གི་ཆུ་བོ་གི་ད་སྐོམ་ཆི་ཟི་རྒྱུ་མེད་གི་འདི་མོ་མི་ང་གཟིག་ག་བསྟེན་ནི་ད་དང་སྐབས་ནད་བཅོས་ཐུབ་མེད་ནི་ནད་ངོས་མི་འཛིན་གྱི་འདུ་མོ་མི་ང་གཟུགས་བྱུང་གོང་ནི་མང་ཆེ་ཤོས་ད་འདུ་མོ་གི་ཞོར་གཟུགས་གི་རྫི་མ་འདུ་མོ་མི་ང་གཟུགས་ཀྱི་སྟེང་ན་ཡོང་གི་ཡོད་ནི་རེད། ཁྱད་པར་དུ་འུ་ཅོ་ད་ལོ་ཁ་ཤས་ཀྱི་སྔོན་ནས་མཚོན་གྱི་ན་འུ་ཅོ་གི་ས་ཁུལ་འདི་ནས་ད་འོ་མ་རྫི་མ་བོ་སྟེང་ནས་ལྟ་བུ་མཚོན་གལ་ཆེ་ན་ད་འོ་མ་ཚང་མ་ཕྱི་གི་ནང་ད་འུ་ཅོ་གི་གོ་མྱོང་བ་ཧམ་མྱོང་བ་འདི་ཐམས་ཅད་ཀུ་ཐི་ཆེར་སོང་ངས་འདི་འདི་ཁུལ་གྱི་ཡིན་རང་བཞག་གི

ད་རྩམ་པ་མར་ལ་སོགས་པ་དེ་འཕྲོ་ནས་ད་ཁུག་གི་འོ་མ་ཞོ་འདི་ཐམས་ཅད་ཀུ་རང་ལ་ཐུན་མོང་མ་ཡིན་པའི་འབྲི་ནག་གི་འོ་མ། འཛམ་གླིང་གི་འོ་མའི་རྒྱལ་བོ་ཟེར་དགོས་ནི་འདི་ཡོད་ནི་རེད་དྲ། འདི་བཞག་ལྡང་ངས་ད་རུང་བ་ར་རྫི་མ་ལས་ཡོད་ནི་འདི་མི་འདི་མི་ང་མཐོང་མཐོང་བ་ཙམ་གྱིས་མི་ཚི་འདི་ལ་བརྟེན་ནས་ནད་མི་ང་བྱུང་དགོས་ནི་འདི་ལྟ་བུ་མཚོན་གྱིས་ན་ང་ད་རྒྱ་ནག་ཆུ་བོད་མི་རིགས་ཀྱི་ད་ཧ་ཅང་གི་ཡང་ཚབས་ཆེན་གི་ད་འཕྲོ་རྟེན་གི་འདང་གི་མེད་ཙང་འཕྲོ་རྟེན་གི་འདི་ཤེས་མེད་ཙང་འདིའི་ཞོགས་པ་འདང་མི་རྒྱག་ནི་དིང་གཟུགས་རེད་དེ་འདང་ན་ད་ཁྱད་པར་དུ་ད་འདི་ནས་རང་གི་བཤད་ན་འདོད་ནོ། ད་ཅིག་ཧ་མ་དང་ཨ་ཡེ་ཨབ་གཉིས་ཚང་མ་གི་བཟོ་དཔྱད་གཞི་ཆུང་ཆུང་འདི་ཚང་མ་རང་རང་གི་བསམ་སེམས་འདི་འདུ་ཡི་ཡི་གི་མི་གི་ཅིག་ཟ་གི་མ་བཞི་ག་ཞིག་གི་ཚོད་ཚིག་བཟུང་ཡི་གང་སྲིད་ན་ཆོག་གི་ཁྱད་པར་དུ་རང་གི་འཆར་རྒྱུ་ཡོད་པའི་ཟས་རིགས་འདི་ཅིག་ཟ་གི་འཇུག་རྒྱུ་དེ་ཞིག་གི་ཧ་ཅང་གི་གལ་ཆེ་གི་དུ་བསམ་གི་ཡོད་ད་དུ་མ་གཏོགས་ད་རང་འདིའི་ཕྱོགས་གི་ཤེས་བྱ་ར་དུ་མ་དག་ཅིག་ར་མེད་གི་རྒྱང་ཡང་མ་མྱོང་ཟིག་འདི་གི་གི་འབྲེལ་འདྲིས་ཡང་ཆེན་པོའི་ཡོད་ནི་མ་རེད་དུ་ཁ་གི་མི་ཤེས་གི་ད་ཚང་མ་གི་རེ་བ་མ་བཅག་པ་བརྩམས་ཟིག་ད་དིང།